སྙིང་རྗེ་ཚད་མེད་དང་སྙིང་རྗེ་ཆེན་པོ་ཞེས་སོགས་ཀྱི་ཁྱད་པར་དག་གང་སྒོ་ནས་བྱ་བའི་རེད་ལ། ད་སྙིང་རྗེ་ཆེན་པོ་ཟེར་མཁན་འདི་དེ་ནས་སྐད་ལའོ་ཐུགས་རྗེ་ཆེན་པོ་ཟེར་དེ་ང་ཚོ་དབུ་མ་བཅུ་པའི་ནང་དུ་ཐུགས་རྗེ་ཆེན་པོ་ཟེར་མཁན་གྱི་གསུང་འདུག་བ་འདི་དགའ་ས་ན་དེ་ལ་སོ་དེ་རེད་སྙིང་རྗེ་ཚད་མེད་དང་སྙིང་རྗེ་ཆེན་པོ་དེ་ཁྱད་པར་ཆེན་པོ་ཡོད་རེད་བ།

ཚད་མེད་བཞི་བསྒོམ་པ་ཙམ་གཅིག་གིས་བྱང་ཆུབ་ཀྱི་སེམས་སྐྱེ་ཐུབ་ཀྱི་མ་རེད་ཟེར་གཞུང་ཁ་ཤས་ན་དེ་འདྲ་བྱུང་གི་འདུག་ད་ནངས་སོ་བྱམས་པ་དེ་སྤྱི་དང་བྱམས་པ་ཚད་མེད་ཙམ་གཅིག་བསྒོམ་པ་ཙམ་གཅིག་གིས་བྱང་ཆུབ་ཀྱི་སེམས་དངོས་གཞི་ཆེན་པོ་འདྲེན་ཐུབ་ཀྱི་མ་རེད་དངོས་གཞི་ཆེན་པོ་འདྲེན་མ་ཐུབ་ཡིན་ན་བྱང་ཆུབ་ཀྱི་སེམས་སྐྱེ་ཐབས་ཡོད་མ་རེད་ཟེར་ད་ནངས་སོ་ཀྱི་ཚད་མེད་བཞི་དེ་ལ་བྱམས་པ་དེ་བྱམས་པ་ཆེན་པོ་བསྒོམ་དགོས་རེད་ཟེར་དེ་འདྲ་བཤད་ཡས་ཅི་འདུག་གི་དེ་འོན་ཏེ་ད་ལྟ་བྱམས་པ་ཆེན་པོ་བསྒོམ་བས་ན་བཞིན་དགའ་བ་ཆེན་པོ་དང་བཏང་སྙོམས་ཆེན་པོ་དང་ཚད་མེད་བཞི་དང་དེ་ཚད་མེད་བཞི་གང་ལ་ཆེན་པོ་ཆེན་པོ་དུ་བྱ་ཡའི་ཁྱད་པར་འདྲ་པོ་ཡོད་ཡིན་ནའང།

ནི་མན་ངག་གི་དབང་དུ་བྱས་པ་ཡིན་ན། ནི་དང་པོ་འདི་བཏང་སྙོམས་ནས་བཙུགས་ན་ཡག་པོ་ཡོད་ས་རེད་གསུངས་ནས་ད་མཁན་རིན་པོ་ཆེ་ཁོང་རིགས་ཀྱི་དགོངས་ཚུལ་ཡིན་རྒྱུ་རེད་ལ་དེ་མཁན་རིན་པོ་ཆེའི་དགོངས་ཚུལ་ཙམ་མ་ཡིན་པ་གཞུང་ལ་ཡང་གཟིགས་ནས་ད་དགོངས་ཚུལ་དེ་བྱུང་བ་རེད་ཞེས་པའི་ཡིད་ཆེས་ཡོད། དེས་ན་ནནི་ང་ཚོ་དགེ་བཤེས་ལ་ཁོང་རྣམ་པ་གསུང་འདི་སྐབས་ལ་སྤྱིར་བཏང་གི་ད་དེའི་གོ་རིམ་འདི་ལ་ངེས་པ་མི་འདུག་ག་རེ་ཟེར་ན། བཏང་སྙོམས་བྱས་མ་བྱ་ཡས་དེའི། ནི་སྔོན་མ་དེ་ཚོ་དེའི་མང་ཉུང་གི་རྒྱུ་མཚན་གཙོ་བོ་དེ་ག་རེད་ཟེར་ན་བཏང་སྙོམས་དེ་མེད་ནི་རེད་བཞག་ཟེར་ནས་ནི་བཏང་སྙོམས་དེ་ང་ཚོ་མཚམས་མཚམས་མཐའ་མེད་གསར་བརྗེ་དང་ཐོག་མེད་གསར་བརྗེ་ཟེར་ཡོད་བ་ལ་དེ་འདྲའི་འདྲ་བོ་ཅིག་ཨ་ནི་གསུང་རྒྱུ་རེད་གསུང་གི་འདུག་ད་གཙོ་མཁན་རིན་པོ་ཆེ་ད་ང་ཚོ་དུས་རྒྱུན་དུ་སོ་སོས་འཚེ་མེད་ཞིག་ཉམས་ལེན་ཤུགས་ཆེན་པོ་གནང་ངེས་ཅི་ཡིན་ན་ད་དེ་ཚོ་ལ་གོ་རིམ་དེ་ཚོ་གི་ཁྱད་པར་ཡོང་གི་ཡོད་མེད་དེ་ཚོ་ངས་གསལ་པོ་ཤེས་མི་འདུག་དེ་ཕལ་ཆེར་གོ་རིམ་གི་ཁྱད་པར་ཡོང་གི་ཡོད་རྒྱུ་མ་རེད་དེ་ནི་ཡང་ད་ང་ཚོ་ཉམས་ལེན་ཞིག་རག་མི་བྱེད་ངེས་མེད་ཅི་ཡིན་ན་ད་གཞུང་གཅིག་ལ་ཚེ་བཞག་གོ་རེད་ད་གཞུང་འདི་རྣམས་དེ་འདྲས་གསུངས་འདུག་བག་གི་རྣམས་ལ་ཕ་འདྲས་གསུངས་འདུག་ད་དེ་ཚོ་ག་འདྲས་རེད་ཟེར་ད་དོགས་འདྲི་བྱས་འདྲ་བོ་ཅིག་ཡིན་ས་རེད་ད་གང་ལྟར་གོང་ལྟར་རོ། ཁྱེད་རྣམས་པ་དྲི་བ་དཔེ་མི་སེ་ཡག་པོ་འདུག་ངས་དུས་ཚོད་སྤུན་ཐུབ་མ་སོང་ག་རེ་ཟེར་ང་ཚོ་ཐང་ཆེན་དགོན་ལ་ཡང། མཛད་རིམ་གཞན་དཔག་གི་རྐྱེན་གྱིས་དུས་ཚོད་མང་པོ་འདི་ཚོ་སོང་ཨ་ལ། འགྲུལ་པ་རང་ཉིད་ལ་ད་ཤེས་ཡོན་དང་དེ་འབྲེལ་གྱི་རིགས་གཤིས་རྒྱུད་བཟང་པོ་ལ་སོགས་པ་གང་ཡང་མེད་ན་ཡང། ཁྱེད་རྣམས་པ་ཚོ་དང་མཉམ་དུ་འདིར་ཤི་བས་བྱུང་བ་འདི་དཔེ་མ་སེ་གི་སྐལ་བ་བཟང་པོ་རེ་དྲན་གྱི་ཡོད་རེད། དཔེར་ན་གནའ་སྔ་མོ་དེ་ནི་བོད་ལ་དེ་ནི་མི་གཅིག་ལ་རྩམ་པ་ཡག་པོ་ཅི་དོ་པོ་ཅི་ཁྱེར་ཡ་ཡོད་རེད་ཟེར། དེ་མི་གཅིག་ལ་རྩམ་པ་ཕ་སྤྲད་མ་གི་རྩམ་པ་ནག་པོ་ཅི་དེ་ནི་དྲེད་ལྔ་དྲུག་ཙ་ཅི་མ་ཁྱེར་མེད་དྲེད་གང་ཙ་ཅི་མ་ནི་ཡོད་ས་མ་རོ། དེ་ཡིན་དུས་དེ་ནི་གོ་ནི་ཁྱེར་ཡོང་དུས་དེ་ནི།

དེ་ནི་ཁྱོད་རང་བཟང་ན་འགྲིག་གི་རེད་ཟེར། དེ་གོ་གས་འགྲིག་ཟེར་ལ། དེ་གོས་རྩམ་པ་འདྲེ་ནག་པོ་བཏང་སྟེ་གོས་རྩམ་པ་དཀར་པོ་འདྲེ་ལྔ་ཡི་ཁང་ལ་བླུགས་ཅིང་སྤྲེལ་སྤྲེལ་བཏང་བཞག་ཡིན་ཟེར་རོ། སྤྲེལ་སྤྲེལ་བཏང་བཞག་ཡིན་དུས་དེ་ནི་ཉི་མ་ལྔ་རྩ་གཅིག་འགྲོ་ཡིན་དུས་དེ་གཅིག་གིས་ལབ་བཟའ་བས་ད་ཁྱོད་རང་གི་རྩམ་པ་དེ་རྫོགས་ཚར་བ་ཡིན་གྱི་རེད་ད། ད་བཟའ་ཡས་ཡོག་མ་ལ་ང་རང་བཟའ་བོ་རེད་ཟེར།

དེ་ནས་ང་ཡང་འདི་ནི་ཇི་སྲིད་བྱང་ཆུབ་སྙིང་པོའི་གྱི་བར་དུ་ཁྱེད་རྣམ་པར་ཚུར་གྱིས་བཅག་པར་དུ་ཚིག་གྲུབ་ཀྱི་རེད་བསམ་སྟེ་དེ་ནས་པས་སྤྲོ་བ་དང་བཅས་པའི་ཐུགས་ནི་ཞུགས་ཡོད་པ་རེད། ད་འདི་འདྲའི་ཅན་ཡང་འདུས་བྱང་ཆུབ་ཀྱི་སེམས་ལ། དེ་ནས་སྤྱིར་བཏང། ང་རང་སུ། དེ་ནས་བརྒྱ་བྱིན་སྤྱོད་པའི་ལུགས་ལྟར་དུ་ཅེས་གསུང་བ་ཡིན་དུས། དེ་ནི་ཚང་མས་ཀྱི་མཁྱེན་གསལ་ལྟར་དུ་རེ་བ་ད་ཡིན་ན་ཅིག་མཁྱེན་པ་རེ་ཟིན་མ་ཞུ་ན་ནི་རྩ་ནས་མ་ཁྲིད་པ་རེད། དེ་ནས་རྒྱུད་སྡེ་མན་ངག་བདུན་གྱི་ཐོག་ནས་བར། འོག་མའི་མགུར་དུ་བ། དེ་ནས་སྒར་སོགས་ཟབ་མོ་ལྟ་འོས་ཀྱི་ལུགས་འདི་ལ་ཕལ་ཆེར་གཙོ་བོ། དེ་ནས་རྗེ་སྲིད་ཞི་བ་ལགས་ཀྱི་བཞུགས་ལུགས་ལྟར་དུ་བགྲེས་སོང་བ་ཡིན་ན་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་རེད་མི་འདུག་ཕལ་ཆེར་ཁོང་གིས་སྒར་གསུམ་རེད་ཟེར་ན། བདག་བཞིན་མཉམ་པ་དང་བདག་བཞིན་མཇལ་བ་དང་བདག་ལས་གཞན་གཅེས་རྣམ་པ་གསུམ་གྱི་ཐོག་ནས་བདེ་འགྲེལ་གྱི་སླད་དུ་ཡི་འདུག་བ་ལ་བདེ་འགྲེལ་སླད་དུ་ཡི་འདུག་ཨོ་དེ་འདྲ་ཡིན་དུས་དེ་ནས་འདི་ཐམས་ཅད་ཀྱི་མན་ངག་འདི་ཚུལ་གཅིག་ཏུ་དྲིལ་ཡོང་དུས། དེ་ནས་ད་ལྟ་དེ་ནས་སྔ་འགྱུར་རྙིང་མའི་ཕྱོགས་ལ་ཡང་སོང་བ་ཡིན་ན་བོད་ཆས་ཀུན་མཁྱེན་ཆོས་ཀྱི་རྒྱལ་པོ་རྒྱ་བ་ཀློང་ཆེན་རབ་འབྱམས་ཀྱིས་དེ་ནས་སེམས་ཉིད་ངལ་གསོ་གི་ནང་ལ་ད་ཚད་མེད་ཞིག་གི་སྐོར་དེ་མང་ཅིག་གསུངས་བཞག་ཡོད་རེད་ལ་སྒོམ་རིམ་གྱི་སྐོར་དེ་མང་པོ་ཞུས་ཡོད་རེད། ད་འདིའི་མན་ངག་དེ་ཚུལ་འཇིགས་མེད་གླིང་པ་ལ་བ་སླེབས་དུས་ཀུན་མཁྱེན་ཆེན་པོའི་དགོངས་པ་བོད་ལ་ཐོགས་ནས་འཇིགས་མེད་གླིང་པ་ལ་སླེབས་པ་རེད།

འབྲེལ་བ་བཞི་ལྡན་གྱི་ཐོག་ནས་བར་དེ་འདྲའི་གསུམ་བཞག་ཡོད་རེད་ལ། དཔེར་ན། དེ་འདྲའི་སྤྱི་ལ་བསམ་བཏང་སོང་ཡོད་ན་དཔེར་ན། ཚད་མེད་བཞི་བསྒོམ་དུས་དེ་གཞུང་ལུགས་ནས་ཤེས་ཡོང་དུས་ད་དེ། སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག་ཟེར་དང་པོ་དེ། དེ་ནས་འཇམ་དཔའ་ཚད་མེད་ཅེས་སླད་དེ་ཡི་དུ་བ་ལ། ད་ཡིན་ན་ཡང་སྒོམ་ལུགས་ལ་དེ་ནས། ང་ཚོ་ཉམས་ལེན་ལ་མན་ངག་གི་ལུགས་ལ་སྒོམ་ཡོང་དུས་དང་པོ་དེ་བཏང་སྙོམས་ཚད་མེད་དེ་སྒོམ་དགོས་རེད་ཟེར་དེ་འདྲའི་གསུམ་གནང་འདུག།

མ་ཡིན་དུས་དེ་ལ་དེ་དྲིན་གྱིས་དྲན་ཡོང་དུས། དེ་ནས་མན་ངག་གི་བརྡ་དྲིན་དྲན་ལུགས་དེ་མང་པོ་ཡོད་རྒྱུ་རེད་དེ། ཡིན་ནའང་མན་ངག་གི་ལུགས་ལ་དྲིན་དྲན་པ་བཞིའི་ཐོག་ནས་བར་དོ་དེ་ཡོད་རེད། དཔེར་ན། དེ་ནས་དྲིན་དྲན་པ་བཞི་དེ་གར་བཤད་ན། དེ་ནས་སྲོག་ལུས་སྟེར་བའི་དྲིན། སྲོག་བཅག་པའི་དྲིན། དེ་ནས་ཡོ་བྱད་བཏབ་པའི་དྲིན། ཆོས་དང་འཇིག་རྟེན་བསྟེན་པའི་དྲིན་ཟེར། དེ་འདྲ་གཅིག་གི་ཐོག་ནས་བར་དོ། བདུན་གྱི་ཉམས་ལེན་བྱས་ན་དེ་ཚོས་རོ་འབབ་ཅིག་འདི་སླད་དུ་ཡོད་ཟེར། དཔེར་ན། ལུས་གཏེར་བའི་དྲིན་ཟེར་མཁན་འདི་ཡང་གལ་ཆེན་པོ་ཅིག་ཡིན་པ་འདྲ། རྒྱུ་མཚན་ག་རེ་ཟེར་ན་ད་ང་རང་ཚོ་བར་དོའི་གནམ་གཤིས་འདི་ཆགས་བསྡད་ཡོད་དུས། དེ་ལུས་གཏེར་མཁན་འདི་སུ་རེད་ཟེར་ན་ཕ་མ་རོ། དེང་སང་འདྲ་པོ་བྱས་ན་ཕལ་ཆེར་བར་དོའི་གི་སེམས་ཅན་དེ་ཚོ།

སྐྱེས་ཡ་འདི་ཁོང་ཚོའི་ལས་འགན་རེད། དེ་བཅོལ་ནི་ཁོང་ཚོ་སྒྲིན་གར་བྱེད་ཀྱི་ཡོད་པ། ཁོང་ཚོའི་ལས་འགན་རེད། ཁ་ཤས་ཀྱིས་ནི་ང་འདི་སྐད་བཤད་བ་ཙམ་གྱིས་རུ་མ་ཁག་ཙམ་སྤྲད་ཡོང་བ་རེད། བྱས་ཙང་བཀའ་དྲིན་ཆེན་པོ་ཆེ་ཡང་མ་རེད། དེ་ནི་ང་སྐྱེས་པའི་ཕ་མ་དེ་དྲིན་ཆེན་པོས་མི་འཇུ་ཚེ་ག་རེ། དེ་འདྲ་བཤད་ཡོད་དོ།

པས་ཁྱོད་རང་མི་ལ་སྐད་ཆ་བཤད་ན་ཁྱོད་རང་བོན་པོ་སྟེང་འགུག་འདུག་བ། དེ་ནས་ལས་ཀ་ལས་འགུག་ན་ཁྱོད་རང་གཟུགས་པོ་ཡི་ཐོག་ནས་ལས་འགུག་པ་ཚང་མ་ཁྱོད་རང་ལ་དེ་ནས་ལྷན་དུ་ཞུས་ཏེ་ཁྱོད་རང་གཟུགས་པོ་རེད་འདུག་བ་ཟེར་ན་རེད་ཟེར་གྱི་འདུག་འདི་སུས་སྤྲད་བ་ཟེར་ན། འདི་སུ་ཡི་རིག་བྱེད་རེད་སུ་ཡི་རྫས་རེད་ཟེར་ན། འདི་སྤྲད་མཁན་དེ་རྗེས་ཙང་ཁྱོད་རང་གི་གཟུགས་པོ་ག་ཚད་རྩ་ཆེ་བ་ཡིན་པ་ཅིག་འདི་སྤྲད་མཁན་དེ་བཀའ་དྲིན་ཆེན་པོ་ཡིན་པ་རེད། དཔེར་ན་ང་རང་སུ་ལ་འགྲོ། དེ་ནས་བུ་ག་ཞིག་ཅིག་སྤྲད་དགོས་སོང་ན་བཀའ་དྲིན་ཆེན་པོ་ཡིན་བསམ་གྱི་འདུག་འདི་གི་དོན་མ་རེད། དེ་གཟུགས་པོ་དེ་དཔེ་མ་ཟད་བཀའ་དྲིན་ཆེན་པོ་རེད་འདུག་ལགས། དེ་ཡིན་ཕ་མ་བཀའ་དྲིན་ཆེ་དགོས་བ་དེ་གཅིག་དེ་ལུས་སྟེར་བའི་དྲིན་དེ་དེ་ནས་ཆགས་འགྲོ་འདུག་ཟེར། རྒྱུ་མཚན་འདི་ལ་བརྟེན་དོན་ང་རང་ཚོ་གི་ཚ་མེད་བེད་ཀྱི་ལས་དེ་ཤེས་ཡོང་དུས་ཡང།

ཆོས་དང་འཇིག་རྟེན་བསྟན་པའི་དྲིན་ཟེར། ཆོས་དང་འཇིག་རྟེན་བསྟན་པའི་གི་དྲིན་ཟེར་མཁན་དེ་དཔེར་ན་འཇིག་རྟེན་བསྟན་པའི་དྲིན་གཅིག་ལ་བསམ་བཏང་སོང་བ་ཡིན་ན། དཔེར་ན་ང་རང་ཚོ་ལ་སྐད་རགས་བསྡམས་དང། སྐད་ཆ་བཤད་ལུགས། འདུག་ལུགས་གན་ཐུབ་ལམ་འགྲོ་སྟངས། ཨ་ཕ་ཟེར་ལབ་ཞུགས་ཟེར་ཨ་མ་ཟེར་ལབ་ཞུགས་ཟེར་ག་འདྲའི་ལབ་ཡོད་རོ། ད་དེ་འདྲའི་བཀའ་དྲིན་ཆེན་པོ་དེ་ག་འདྲའི་ཡོད་ས་རེད། དཔེར་ན། དེང་སང་ང་རང་ཚོ་དབྱིན་ཇིའི་གི་སློབ་གྲྭ་གཅིག་གི་ནང་འགྲོ་ནས་སྐད་ཡིག་རྐྱང་པ་སྒྲོག་གོ་སོང་བ་ཡིན་ན་དཔེ་ཤ་ག་ཚད་སྤྲད་དགོས། འོང་ཡ་ཁོང་ཚོ་ལ་དེ་ནི། རྩ་ལ་ཀ་ལི་ཀ་ཅི་ཆང་བ་འདྲ་བ་འདི་མ་རོ་ང་ཚོ། བཟའ་ཐང་མ་ཤེས་པ་ལ་བཟའ་ཐང་ལབ། འགྲོ་ཐང་མ་ཤེས་པ་ལ་འགྲོ་ཐང་ཤ་ལབ་སྐད་ཡིག་མ་ཤེས་པ་ལ་སྐད་ལབ་བ་དེ་དེ་འཇིག་རྟེན་བསྟན་པའི་དྲིན་དེ་སྤྱིར་བཏང་ཆོས་མ་ཤེས་མཁན་གཅིག་ཡིན་སོང་བ་ཡིན་ན་ང་ཚོ་ལ་འཇིག་རྟེན་བསྟན་པའི་དྲིན་ཅི་དེ་འདྲ་ཅི་ཆགས་དེ་ཡོད་རེད། དེ་ནས་ཆོས་དང། དེ་ནས་ཆོས་བསྟན་པའི་དྲིན་འདི་བཀའ་གསང་ཁང་ཚོས་མ་ཤེས་ན་དེ་ང་ཚོ་གྲྭ་ས་ལ་བཏང་དེ་ལ་དེ་ནས་ཕག་ཅིག། ཏོག་ག་ལ་དེ་ཡིན་ཕྱེས་ནས་ཕག་གོས་ཟན་ཡིན་ཕྱེས་ནས་ཡར་སྤྲད་དེ་ནས། སོ་སོའི་སྤུ་གུ་དེ་ཡག་པོ་ཡོང་བའི་གི་ཆེད་དུ་སོ་སོའི་སྤུ་གུ་དེ་དེ་ནས་དགེ་རྒན་དེ་ཚོ་ཡག་པོ་སྐྱོང་བའི་གི་ཆེད་དུ་སྤྲུལ་སྐུ་ཁོ་རང་མ་ཟད་དགེ་རྒན་འདི་ཚོ་ལ་ཡང་ཕངས་པས་གུས་ཞབས་ཆེན་པོ་བྱེད་དེ་འདྲའི་བྱེད་སྤྱད་ཐོག་ནས་བྱས་འདི་ད་གང་ལྟར་ཡིན་ན་ད་ང་རང་ཚོ་འདིའི་ཐོག་ནས་བསམ་བློ་བཏང་སོང་བ་ཡིན་ན་ད་ཆོས་དང་འཇིག་རྟེན་བསྟན་པའི་གི་དྲིན་ཅིག་དེ་འདྲའི་ཆགས་ཐུབ་འགྲོ་བ་དེ་ནས་ཡོ་བྱད་བཏབ་པའི་དྲིན་ཟེར་ད་ཡོ་བྱད་བཏབ་པའི་དྲིན་ཅིག་བསམ་བཏང་སོང་བ་ཡིན་ན་ད་དེང་སང་དེ་ནས་ཕ་མ་ཐམས་ཅད་ཀྱིས་དེ་ནས་སྔོ་ནས་དྲང་ནས་དེ་ནས་ཚོང་ཅིག་བརྒྱབ་སོང་བ་ཡིན་ན་འབྲས་དང་སྲང་ལ་གཡོ་སྦྱོར་བྱས་ན་ཨེ་དྲག་ཁྲམ་པ་རྫུན་བཤད་ན་ཨེ་དྲག།

དེ་བཤིག་ཐུབ་ན་བག་འབྲེལ་ཡོང་དུས་བེད་སྤྱད་དྲིན་དྲན་པ་དེ་བེད་སྤྱད་རལ་གྲུ་གི་དུག་འོད་དྲན། ད་དེ་ནས་མར་བཤིག་པ་དྲིན་དྲན་པ་ད་དྲིན་བཟོ་དུས་དེ་ད་དངོས་གནས་དྲན་ནས་མི་བཟང་པོ་བྱིན་སོང་བ་ཡིན་ན། སོ་སོ་ལ་བཀའ་དྲིན་ཆེན་པོ་བྱིན་སོང་བ་ནི། དེ་ད་བག་ཆུག་པ་དེ་དཀའ་ངལ་གྱི་བྱུང་ཡོང་དུས་དེ་དྲིན་དྲན་ལས་བྱེད་དགོས་རོགས། བྱས་ཙང་དེ་འདྲ་བྱས་ཏེ་ད་སོ་སོ་ལ་དངོས་གནས་དྲང་ནས་དེ་འདྲའི་ཅིག་གི་བཀའ་དྲིན་ཆེན་པོ་གི་ཐོག་ནས་ད་སོ་སོའི་མིའི་འབྲས་ལ་ཚུད་དེ་ནས་ཆོས་ཡང་འབྱུང་ཆོག་ཅེས་བཤད་དེ་འདྲའི་བྱས་པའི་སྐབས་དེ་ལ་དེ་བསམ་བློ་གྱི་ཕག་ཁར་དུ་བསྐོར་བཏང་ཡང་དུས་དེ་ང་རང་ཚོ་གི་མ་རྒན་དུ་གྱུར་པའི་ཕ་མ་སེམས་ཅན་ཐམས་ཅད་ཁ་ཤས་དམྱལ་བ་ལ་ཡོད་རེད་ཁ་ཤས་ཡི་དྭགས་ལ་ཡོད་རེད་ཁ་ཤས་དུད་འགྲོ་ལ་ཡོད་རེད་ཁ་ཤས་མི་ལ་ཡོད་རེད་དེ་ཡིན་ན་ཡང་དེ་དག་ཐམས་ཅད་ཀྱི་ལེགས་ཉེས་བླང་དོར་སྤང་བླང་ཟེར་མཁན་དེ་ཐིགས་པ་ཅི་ཡང་མ་ཤེས་ནས་དེ་འདྲའི་ཅིག་གི་ཕ་འདས་ཡོང་དུས། ད་གར་བྱས་རེད་ཟེར་ན་གནའ་སྔ་མོ་དེ་ནས་ང་ལ་ཕ་མ་དེ་ཚོ་ཡག་པོ་བྱས་པ་རེད། ད་ང་ཡག་པོ་ཅིག་ཆགས་ཏེ་ཕ་མ་དེ་ཚོ་ལ་ངས་དྲིན་དྲིན་ལན་དེ་མ་འཇལ་ན་སུས་འཇལ་ཟེར་གིན་ཅི་འདྲ་བོ་ཅིག་དེ་བསམ་བློ་ཅིག་འཁོར་ཐུབ་སོང་བ་ཡིན་ན། ད་དེ་ལ་དྲིན་བཟོ་དུས་ཟེར་དེ་འདྲས་ཅིག་རེད་འདུག་བ་དྲིན་བཟོ་དུས་ཟེར་དེ་དེ་བ་དོན་གཉིས་ཀྱི་སྦྱངས་པ་དེ་ཕོ་འདུག་ངེས།

དེ་ཡིན་དུས་དེ་སྙིང་རྗེ་དེ་གིས་ཡང་བྱང་ཆུབ་ཀྱི་སེམས་ལ་སྦྱོར་ཐུབ་ཀྱི་འདུག་བས་ཟེར་ན་ད་ཐུབ་ཀྱི་མི་འདུག་བ་གར་ཟེར་ན་ད་ཁ་ཤས་ཀྱི་སེམས་ནི་ང་ཚོ་བྱང་ཆུབ་སེམས་ཀྱི་དངོས་བཅུད་དེ་སྙིང་རྗེ་ཆེན་པོ་ཡིན་ཟེར། སྙིང་རྗེ་ཆེན་པོ་དང་ལྷག་བསམ་ཆེན་པོ་དེ་ཕལ་ཆེར་འདྲ་པོ་འདྲ་གཅིག་འདུག་བ། སྙིང་རྗེ་དེ་ཡོད་པ་ཙམ་གྱིས་ཀྱིས་དེ་བྱང་ཆུབ་སེམས་སྐྱེ་བའི་ངེས་པ་མི་འདུག་བ། སྙིང་རྗེ་དེ་ཕ་ཡི་བུ་ལ་ཡང་སྙིང་རྗེ་ཡོད་བ་དེ་བསམ་དགོས་ཀྱི་མི་འདུག་བ། དེ་ནས་ད་འདི་ལ་སྙིང་རྗེ་ཆེན་པོ་ཟེར་ན་ཡང་འདྲ་ལྷག་བསམ། ནམ་ཟླ་ཟེར་ན་ལྷག་བསམ། རྩེ་ཡི་སྙིང་རྗེ་ལྷག་བསམ་ཆེན་པོ་ལྷག་བསམ་ཆེན་པོ་བཅས་ཅན་ཡོང་དུས་ད་ལྟའི་མ་ནི་རིམ་པས་རིམ་པས་རིམ་པས་ཀླད་ཡོང་དུས་ད་ཕ་མ་སེམས་ཅན་ཐམས་ཅད་དེ་འདྲེ་གི་སྡུག་བསྔལ་གྱིས་མྱོང་ཡོང་དུས་དངོས་གནས་དྲང་གནས་དེ་ཚོ་གི་སྡུག་བསྔལ་དེ་ངས་ངེས་པར་དུ་ངས་སེལ་དགོས་འདུག་ཅེས་བསམ་བློ་དེ་བཏང་ཡོང་དུས། ཐུགས་ཁ་འཁོར་ཡོང་སྟེ་ཡང་དེ་ནི་ཕ་མ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ངས་བསལ་བ་ལ་ག་འདྲས་ཀྱང་སྲེག་དགོས། ད་ལྟ་ང་རང་ལ་ཡང་འདོད་ཆགས་དང་ཞེ་སྡང་དང་གཏི་མུག་དང་ང་རྒྱལ་ཕྲག་དོག་གིས་འཁོར་བསྡད་ཤི་འོངས། དེ་ནི་ཅི་ཡོད་ནས་ངས་ཕ་མ་སེམས་ཅན་ཐམས་ཅད་ཀྱི་དེ་ནི་བག་དོན་ཆེན་པོ་དེ་རྩ་ནས་བསྒྲུབ་ཐུབ་པ་ཡང་མི་འདུག་དེ་འདྲའི་འདྲ་པོ་ཅིག་སྒྲུབ་ཐུབ་མཁན་དེ་སུ་ཡོད་ནའང་བསམ་ཡོང་སྟེ་དེ་ནི་སྤྱོད་ཀུན་ཟས་འོས་དོན་ཀུན་ལྡན་དེ་སངས་རྒྱས་ཡིན་པ་འདི་ད་ང་ཚོ་གིས་དེ་ནི་ཧ་གོ་དགོས་པ་རང་དཔེ་ཆ་ལ་བཏང་ཡོད། འོ་དེ་འདྲས་ཅི་ཡོད་ནས་འོ་ད་དེ་འདྲས་ཡིན་དུས་ད་ངས་ཡང་སངས་རྒྱས་ཀྱི་སྐུ་ཕར་ཅིག་མཐོང། རྒྱུ་མཚན་འགའ་རེའི་ཆེད་དུ་ཡིན་ཟེར་སོང་བས་ན་དེ་འདྲའི་གྱི་འཕགས་མ་སེམས་ཅན་ཐམས་ཅད་དུ་མལ་དེ་ནས་མྱོང་བདེ་བ་ལ་སྲིད་ཁམས་གསུམ་འཁོར་བ་ལ་འོ་དེ་འདྲའི་དེ་དག་ཐམས་ཅད་ཁམས་གསུམ་འཁོར་བའི་སྡུག་བསྔལ་ལས་བསྒྲལ་ནས་སངས་རྒྱས་ཀྱི་ས་ལ་བཀོད་པར་བྱ་བ་ལ་དང་པོ་ངས་སངས་རྒྱས་ཀྱི་གོ་འཕང་མ་ཐོབ་ན་དེ་ནས་ཁོང་ཚོ་ལ་སེམས་ཅན་གྱི་འགྲོ་དོན་བྱེད་ཐུབ་ས་མ་རེད་ཟེར་དེ་འདྲའི་ང་སངས་རྒྱས་ཀྱི་གོ་འཕང་ཐོབ་ཚར་བའི་རྗེས་ལ་ངས་སེམས་ཅན་རེ་རེ་གི་མདུན་ལ་ཡང་སྤྲུལ་པ་རེ་རེ་བསྐྱེད་ནས་སྤྲུལ་པ་དཔག་ཏུ་མེད་པ་གིས་ཁོ་དང་སེམས་ཅན་རེ་རེ་གི་མདུན་ལ་སྤྲུལ་པ་རེ་རེ་བསྐྱེད་ནས་ངས་ཁོ་ཚོ་ཡ། བ། སངས་རྒྱས་ཀྱི་ས་ལ་དེ་འདྲའི་ཁོག་སྔོ་ནད་དྲག་ནས་རྫུ་འཕྲུལ་སྟོན་དགོས་ན་ཆོས་བཤད་དགོས་ན་ག་རེ་ཐོག་ནས་ཡོད་དེར་བ་དེ་འདྲའི་གཅིག་གི་ཐོག་ནས་བ་དེ་སངས་རྒྱས་ཀྱི་གོ་འཕང་ལ་བསྐྱོད་ཀྱི་ཡིན་ཟེར་ནས་དེ་དེ་འདྲའི་ཅིག་བྱེད་ན་དུས་ཕལ་ཆེར་མཇུག་འབྲས་མི་མངའ་དུས་འདི་དེ་འདྲ་བྱེད་བསྡད་དགོས་ས་རེད་ད་དེ་འདྲའི་བྱེད་ན་དུས་ད་རྒྱུ་འབྲས་མན་ངག་བདུན་དེ་ཡོད་དུས་འདིའི་སྒང་ལ་ད་ལྟ་གར་ས་ན། འགྲེལ་བ་བཞི་རིང་ཟེར་གྱིན་འདུག་དེ་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་ལ་ད་དཔེར་ན་འཇམ་པ་ལས་རེད། ད་འདིའི་ནང་ནས་དཔེར་ན། འཇམ་པ་འདྲ་པོ་ཞིག་བསྒོམས་ནས་བསྒོམས་པའི་དབང་དུ་བསམ་སྟངས་སོང་ན་དེ་ག་རེད་ད་ལྟ་དེ་ངས་བཏང་སྙོམས་ལ་སྦྱར་ནས་ཞུས་ཡིན་པ། ད་འཇམ། འཇམ་དཔལ་ལ་བསམ་བློ་བཏང་སོང་བ་ཡིན་ན་ཡང། དེ་ག་རང་བྱས་ར་རེད་འདུག་དེ། རྒྱུ་འབྲས་མན་ངག་བདུན་འདི་དེའི་སྒང་ལ་བསྐྱར་བཅོས་འདུག་དཔེར་ན། སེམས་ཅན་དེ་ནི་བདེ་བ་དང་མི་ལྡན་པ་དང་བྲལ་དམིགས་ཡུལ་དུ་བཞག་ནས་ཏེ་བདེ་བ་དང་ལྡན་པའི་གྱི་དེ་ནི་བག་བདེ་བ་དེ་ནི་བདེ་ཡུལ་གྱི་རྒྱུ་དང། གནས་སྐབས་ཀྱི་བདེ་བ་དང་མཐར་ཐུག་གི་བདེ་བ་དེ་ལྡན་པར་ཤོག་ཅིག་ཟེར་ཡུལ་གྱི་སྨོན་ལམ་གྱིས་བཅགས་པའི་དུས་བཞི་ནས་ཡང། བདེ་བ་མེད་མཁན་གྱི་སེམས་ཅན་དེ་ལ་དམིགས་ནས་བདེ་བ་དང་མི་ལྡན་པའི་སེམས་ཅན་དེ་ལ་དམིགས་ཡོང་དུས་དེ་ཐམས་ཅད་རང་གིས་མར་ཤེས་པ་དྲིན་དྲན་པ་དྲིན་གཟོ་སྟེ་ཡོངས་ཀྱི་བྱམས་པ་བརྩེ་བའི་སྙིང་རྗེ་ལྷག་བསམ་ཆེན་པོ་དེ་ཏག་ཏག་དེ་གང་འགྲོ་བཞག་དེ་གང་ན་ཞིག་མ་སྙིང་རྗེ་གི་ངང་ལ་ཁ་ཕོར་ཡོང་དུས་ཡང་སྙིང་རྗེ་དེ་དཔེར་ན། དེ་ནས་ག་ས་ན་སྡུག་བསྔལ་གྱིས་མནར་བའི་སེམས་ཅན་ཞིག་ལ་དམིགས་ནས། འདིའི་རྒྱུད་ལ་ཡོད་པའི་སྡུག་བསྔལ་རྒྱུ་འབྲས་གཉིས་དང་བྲལ་བར་འབྲེལ་བའི་དེ་བསམ་པ་ཅིག་བསམ་བློ་བཏང་ཡོང་སྟེ་དེའི་སྡུག་བསྔལ། དང་ལྡན་པའི་སེམས་ཅན་འདི་ཁ་རོག་དེ་ག་ཅེར་འགྲིག་གི་མི་འདུག་འདི་འདི་འདི་མར་ཤེས་པ་དང་དྲིན་མར་ཤེས་པ་དང་དྲིན་དྲན་པ་ཅིག་མེད་སོང་བ་ན་ཁ་རོག་སྡུག་བསྔལ་དང་འདྲ་བ་ཅིག་ལས་སླ་པོ་ཞིག་མ་ཡིན་ཅིག་རེད་འོ་དེ་བྱས་འདི་དེ་ནི་སྙིང་རྗེ་ཡི་དབང་དུ་བསམ་བློ་བཏང་སོང་ན་དེ་འདྲས་རེད་འདུག་དེ་དེ་ག་ནང་བཞིན་དེ་ནི་དགའ་བ་ལ་བསམ་བློ་བཏང་སོང་བ་ཡིན་ན་དེ་སེམས་ཅན་དེ་ནི་བདེ་བ་དང་ལྡན་འདི་ཡོད་མཁན་འདི་ཚོ་ལ་དམིགས་ནས་ད་འདིས་གནས་སྐབས་ཀྱི་བདེ་བ་དང་མཐར་ཐུག་གི་བདེ་བ་དང་མི་འབྲལ་བར་ཤོག་ཅེས་གསན་ཡོང་དུས། ལམ་སང་སེམས་ཅན་ལ་བདེ་བ་དང་ལྡན་པར། མི་འབྲལ་བའི་དགའ་བ་དེ་དག་ཕར་བཞག་ད། ང་ཚོ་སུ་དང་སུའི་རྒྱུད་ལ་ཡིན་ན་ཡང། ཕ་སྐད་བསྟན། དཔལ་ཕུན་སུམ་ཚོགས་པ་དེ་མཐོང་ཡོང་དུས། ཚུ་ཚུ་ཆུ་ནི་ཡང་ཕྲ་ཐོག་ཅིག་སྐྱེས་ཡོང་དུས། ཕྲ་ཐོག་བཞི་བོ་ཞིག་སྐྱེས་ཡོང་དུས། ད་ཕྲ་ཐོག་སྲེག་མཁན་གྱི་འདྲེ་ཞེ་དྲག་ཅིག་བཅག་ཡོང་ན། ངེད་ཀྱི་བླ་མ་གཉིས་ཡོད་རེད་བླ་མ་རྒྱལ་བ་ཉི་མ་སྲེག་མཁན་གྱི་དང། དེ་ནས་མཁན་པོ་རྡ་སར་སྲེག་མཁན་གྱི་གཉིས་ཡོད་རེད་དེ་ཚོ་གཉིས་ཀ་ཁམས་པ་རེད། དེ་བླ་མ་དགའ་བ་ཉི་མ་གིས་གསུངས་དེ་ཕྲག་དོག་ཟེར་མཁན་དེ་ག་འདྲས་ཅིག་ལབ་བ་རེད་ཟེར་ན། དེ་ནས་ཕྲག་པ་དེ་བུ་སོ་དོག་པོ་ཡོད་ན་དེ་གི་གང་ལ་ལྕགས་ལ་ཆེན་པོ་ཅིག་ཁེར་འགྲོ་འགྲོ་དེ་རིགས་ནི་འགྲོ་མཚམས་འདིའི་གང་བསྡད་རོགས་ཅིག་མ་རེད། སྤྱིར་འདི་ནང་བཞིན་བྱས་ནས་རང་གི་སེམས་པ་ཆུང་ཆུང་ཅིག་ཡིན་དུས་གཞན་གྱི་དཔལ་ཕུན་སུམ་ཚོགས་པ་ཅིག་གླས་ཡོང་དུས་དེའི་གང་མཚམས་ཤོང་རོགས་ཅིག་མ་རེད་དེ་ཕ་རིས་འགྲོ་གི་རེད་དེ་ཁོང་ཁྲོ་ལངས་ཡོང་གི་རེད་ཕ་འདྲེ་བཏང་གི་རེད་དེ་ཁོ་དྲ་ཐོག་དེ་ཡིན་གསུངས་སོང།

དགའ་བ་འདི་མ་སྒོམ་ན་གཞན་གྱི་བདེ་བ་དང་འབྲེལ་ཏེ་དགའ་བ་ཅིག་མ་སྒོམ་ན། རྒྱུ་མཚན་གར་ཐུག་གི་འདུག་ཟེར་སོང་བས་ན། ང་ཚོ་ལ་དཀའ་ངལ་ཅི་གང་འགོག་གི་མི་འདུག། དཔལ་འབྱོར་དགའ་ཚལ་མེད་གོ། དགའ་ཚལ་ཡོད་ན་ཡང་དེས་ཀྱི་དཀའ་ངལ་ཆེན་པོ་ཅིག་ཐེབས་འདུག་དེ་དཀའ་ངལ་ཆེན་པོ་ཐེབས་མེད་ཀྱི། དེ་ནས་ངས་དཔེ་ཅིག་བཞག་དཔེ་ཅིག་ངས་འདི་ལ་ཁྱི་ཅིག་བཞག་འདི་ལ་ཁྱི་ཅིག་བཞག།

དེའི་སྐབས་ང་ཚོ་གི་མི་འདི་ལ། བླ་མ་འདྲ་པ་ཡིན་ན་འདྲ། ད་ལྟ་འདིར་ངའི་དྲང་མོ་དག་ང་རང་ཚོར་སྐད་ཆ་བཤད་སོང་བ་ནི་ཆོས་ལུགས་དང་ཆོས་ལུགས་མ་མཐུན་པ་འདི་ཡང་དགེ་ལུགས་ཀྱི་ཆོས་དེ་རྙིང་མའི་རྒྱ་ཡིག་ཏུ་ཟིན་ནས་དགེ་ལུགས་མ་དགའ་བ་མ་རེད། རྙིང་མའི་ཆོས་དེ་དགེ་ལུགས་ཀྱི་རྒྱ་ཡིག་ཏུ་ཟིན་མ་དགའ་བ་མ་རེད། ཁོང་ལ་ཁོང་ལ་ཆོས་དཔལ་འབྱོར་གཅིག་པུ་གི་ཐོག་ནས་དགའ་གི་ཡོད་རེད་ཨང། ད་དེ་ཚོ་ང་རང་ཚོ་རེད་དང་རེད་མ་རེད། བྱས་དང་འདིས་ང་ཚོ་སྐྱོན་ག་རེ་ལ་ཐུག་ཡོད་རེད་ཟེར་ན་ཚད་མའི་གཞིའི་ནང་ནས་གང་གཅིག་ལྷུག་མ་དགོས་པའི་བྱུབ་ཚིག་དེ་ཆགས་བསྡད་ཡོད། པ་སུ་ཡིན་ན་བླ་མ་སུ་ཡིན་ན་འདྲ་དགེ་བཤེས་སུ་ཡིན་ན་འདྲ་ཁོང་ཚོ་ལ་རྒྱུ་དཔལ་འབྱོར་རེའང་ལྡན་ཁོར་སློབ་མ་དང་ཡང་ལྡན་སོང་བ་ཡིན། དེ་ལ་ག་རེ་ཅིག་མ་དགོངས་པ་ལ་ཨ་ཚ་ཡིས་ད་ཁོར་སློབ་མ་ཁོ་ལ་དེ་འདྲས་ཅིག་བསྟན་འདུག་ད་དེ་ང་ལ་བསྟན་དགོས་ཡ་ཅིག་རེད་འདུག་ཟེར་ན་ཁོ་ལ་བསྟན་ཤག་ད་དེ་ལྟ་ཙམ་འགྲིག་གི་མི་འདུག་དེར་ཕ་རྙོག་དྲ་རུང་པའམ་གང་བཟོ་དེ་ཞེས་རོ་བ་ལ་འོ་དེ་འདྲས་ཅིག་ཡིན་དུས་ད་དེའི་ཚད་མའི་གཞི་གོང་ཕུགས་དེ་དེ་འདྲས་ཡིན་དུས་དེ་རེ་རེ་ལ་ཡང་མར་བཤད་པ་དང་དྲིན་དྲན་པ་དང་དྲིན་བཟོ་སྟེ། རྒྱུ་འབྲས་མན་ངག་བདུན་གྱི་ཐོག་ནས་འགྲོ་བར་མ་ཚད། དེ་ནས་འགྲེལ་བ་བཞི་ལྡན་ཟེར་མཁན་དེ་ག་འདྲའི་ཆེད་ལ་གསུང་གི་རེད་ཟེར་ན། དཔེར་ན། སེམས་ཅན། སྡུག་བསྔལ་བའི་སེམས་ཅན་ཞིག་ལ་དམིགས་ནས། དེ་ཐམས་ཅད་སྡུག་བསྔལ་རྒྱུ་འབྲས་གཉིས་དང་བྲལ་ན་ཅི་མ་རུང་སྙམ་པའི་དུས་བག་ཅིང། སྡུག་བསྔལ་རྒྱུ་འབྲས་གཉིས་དང་འབྲེལ་བར་ཤོག་ཅིག་ཟེར་བ་དེ་སྨོན་པ་ཅན། སྡུག་བསྔལ་རྒྱུ་འབྲས་གཉིས་དང་འདྲ་བ་ཞིག་ངས་མཇལ་གྱིན་ཟེར་གྱིན་འདི་དམ་བཅའ། སྡུག་བསྔལ་རྒྱུ་འབྲས་གཉིས་དང་འབྲེལ་བར་ཤོག་ཅིག་ཟེར་དཀོན་མཆོག་ལ་གསོལ་བ་བཏབ་པ་དེ་འདི་ལ་འབྲེལ་བ་བཞི་ལྡན་ཟེར་དེ་འདི་ཆགས་དང་འདུ་བ་ལ། ད་དེ་ནས་གཞན་དེ་ང་རང་གིས་བསམ་བློ་ཅིག་བཏང་ཡོང་སྟེ་ད་དངོས་གནས་བྱས་སོང་ན་ནམ་རྒྱུན། འདིས་རྒྱུ་འབྲས་བདུན་བདུན་གྱི་མན་ངག་བཤད་ཡོང་དུས

མཚན་མའི་གཞི་ཀ་ལ་ལྷག་བསམ་ཆེན་པོ་རེ་རེ་བསླད་དེ་འདུག་བསམ་གྱིས། དེས་འདི་མཚན་མའི་གཞི་པོ་རྣམ་དག་ཅིག་བསྒོམས་ན། ཡིན་རྒྱུ་དང་དེའི་རྩ་བ་སྙིང་རྗེ་འདི་ཟེར་གྱི་འདི་སྙིང་རྗེ་ཐོག་ནས་བསླད་དགོས་འདུག་བ། ཡིན་ན་ཡང་དེ་ཐམས་ཅད་ཡག་པོ་ཅིག་བསྒོམས་ན། འདི་དག་གི་སྟེང་དུ་བྲེལ་བ་བཞི་ལྡན་རེ་འཇགས་ཡོང་དུས། དེ་ནི་དཔེར་ན་བདེ་བ་དང་ལྡན་པ་ཞིག་ངས་བརྗེད་ཀྱིན་ཟེར་བའི་གི་ལྷག་བསམ་རྣམ་དག་ཅིག་བསླད་ཡོང་དུས། ད་བདེ་བ་དང་ལྡན་པ་ཞིག་ངས་བརྗེད་ཀྱི་ཡིན་ན་ག་འདྲས་བརྗེད་ཀྱི་རེད་ཟེར་བརྗེད་ལུགས་ཅིག་བསླད་འོང་དུས་སངས་རྒྱས་ཀྱི་གོ་འཕང་ནི་ཡར་འབྲངས་ཡོང་གི་འདུག་བ།

བདག་གིས་གཞན་གྱི་སྡུག་བསྔལ་སེལ། སྡུག་བསྔལ་ཡིན་ཕྱིར་བདག་ལུས་ཞེས་གསུངས་བཞག་ཏུ། དེ་ཡིན་ཏེ། གཞན་གྱི་སྡུག་བསྔལ་འདི་སེལ་བྱ་རེད། འཇུམ་སྲི་མགར་སེལ་སྡུག་བསྔལ་ཡིན་པའི་ཕྱིར་ས་བདག་གིའོ། དེ་དཔེར་ན་རང་གི་སྡུག་བསྔལ་ཞིག་ཡིན་ཚུལ་བཞག་རེད་དོ། བདག་གིས་གཞན་གྱི་སྡུག་བསྔལ་སེལ།

ཨ་ལས་བདག་ང་དཀའ་དཀའ་ངལ་འབྱུང་བ་ནང་བཞིན་ཁོ་ཡང་དཀའ་ངལ་འབྱུང་འདུག་བསམ་བསམ་བློ་བཏང་སྟེ་གཞི་ནས་རང་གི་དཀའ་ངལ་དེ་སེལ་དགོས་འདུག་རང་གི་དཀའ་ངལ་དེ་སེལ་དགོས་བ་ནང་བཞིན་གཞན་ཕ་རོལ་བོ་ལ་དཀའ་ངལ་མ་གོ་བ་ཡིན་ཙང་དེ་སེལ་ཡ་རེད། ཨོ་ད་དེའི་ཐོག་ནས་ཕར་སླེབས་ཡོང་དུས་དེ་ནི་ང་ཚོ་ནམ་རྒྱུན་ག་དུས་ཡིན་ན་ཡང་དེ་ནི་སེམས་ཅན་སུ་དང་སུ་ཡིན་ན་ཡང་ང་ཚོ་འགྲོ་བ་མི་གཅིག་ཡིན་ཚར་ནས་བཟུང་སེམས་ཅན་ནི་ཡིན་ཚར་ནས་བཟུང་སྟེ་སྡུག་བསྔལ་མི་དགོས་པ་སྙམ། བདེ་བ་དགོས་པ་དེ་མཉམ་ཡོང་དུས་དེ་བས་ཀྱི་ནང་ནས་མཐར་ཐུག་པ་སངས་རྒྱས་ཀྱི་གོ་འཕང་རེད་དེ་འདི་དགོས་པ་དེ་རང་ཡིན་ནམ་གཞན་དག་ཐམས་ཅད་མ་ཤེས་པ་རེད་མ་གཏོགས་དེ་ངེས་པར་དུ་གོ་འདོད་པ་ཅི་ཡིན་ཙང་དེ་ནི་ཕ། ཇི་སྲིད་ཞི་བ་ལའི་ལུགས་ལ་དེ་འདྲའི་ཅི་ཡིན་ས་རེད་ཟེར་དག་ང་རང་གིས་གོ་བ་ལེན་ཐང་འདྲ་གྱིས་ད་དེ་ལ་ཡང་དེ་ནས་སྙིང་རྗེ་དེ་ཚོ་གོམས་ཡོང་དུས། ང་ཚོ་ཇོ་བོ་རྗེ་དང་བདེན་བརྩེ་གྱི་ལུགས་དེ་ཚོ་ལ་ཕ། སྦྱར་ཡོང་དུས་ནི། གར་སོན་ན་དེ་སེམས་ཅན་ཐམས་ཅད་སྤྱིར་བཏང་མ་ཡིན་ཟེར་དགོངས་པ་ཙམ་བྱས་ཀྱིས་དེ་འདྲའི་གསུང་དེ་ཡང་རེད། དེ་ནས་འཇིགས་མེད་གླིང་པ་ནས་བརྒྱུད་པའི་གི་སྤ་གྲོལ་རིན་པོ་ཆེའི་མན་ངག་ལྟར་དྲན་སོང་བས་ན་དེ་སེམས་ཅན་གསལ་གྱི་སེམས་ཀྱི་སུ་ཡིན་པ་དེ་རང་གི་རྩ་བའི་མ་ཡིན་པ་ཅིག་བསམ་བློ་བཏང་དགོས་རེད། ཡང་ན་རང་ཡིན་པ་ཅིག་བསམ་བློ་བཏང་དགོས་རེད། དེ་འདྲས་བྱས་ནས་སྙིང་རྗེ་སླེ་བས་དེ་བ། ཇོ་བོ་རྗེ་གསར་བ་དེ་ཨོ་དེ་འདྲས་བྱས་ཀྱི་ཐོག་ནས་བ་ཅིག་གསུང་བཞག་ད་དེ་ནས་མ་སྐར་མ་ཆེ་ཤོས་ཅིག་ག་རེ་ཡོད་རེད་ཟེར་ན། ད་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་ས་ལ་བཀོད་གི་ཡིན་ཟེར་བ་འདི་ལགས། སྙིང་རྗེ་སེམས་ཅན་ལ་དམིགས་ནས་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་ས་ལ་བཀོད་གི་ཡིན་ཟེར་ཡོང་སྟེ་ད་འདི་ལ་བློ་སྟོབས་མི་འདྲ་བ་གསུངས་ཟེར་གྱི་འདི་ཅུང་བདེ་བ། དེ་ག་རེ་ཟེར་ན་བློ་སྟོབས་ཆེ་བ་དེ་གིས་རྫིའུ་བཏབ་པའི་སེམས་ཀྱིས་ཟེར་ཏེ་སེམས་ཅན་ཐམས་ཅད་སྔོན་ལ་སངས་རྒྱས་བཅུ་ནས་དེ་བཞི་ནས་རང་སངས་རྒྱས་ཡིན་ཟེར། གཅིག་གིས་དེ་ནས་སྙེམས་པ་བཏབ་པའི་སེམས་ཅན་དེ་ཟེར་གྱི་འདི།

དེ་ནི་མ་འོངས་པ་ན་ཅེས་རྫི་བོ་ལྟ་བུའི་སེམས་བསྐྱེད་ཟེར་མཁན་དེ་ད་ལྟ་ང་ཚོ་དག་སེམས་བསྐྱེད་ཀྱི་ཚིག་དེ་ཚོ་ནང་ན་ཡང་དེ་ནི་སངས་རྒྱས་ཆོས་དང་ཚོགས་ཀྱི་གཞུང་རྣམས་ལ་བྱང་ཆུབ་བར་དུ་དག་ནས་བཅོས་སོ། བདག་གིས་སྦྱིན་སྲུང་བགྱིས་པའི་བསོད་ནམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་ན་འགྲོ་བ་ལ་ཕན་པའི་ཆེད་དུ་རང་སངས་རྒྱས་འགྲུབ་པར་ཤོག་ཟེར་མ་མདོ་སྙམ་དུ་སྐད་ཆ་ཞིག་ཡིན། དེ་ནས་ངང་སོ། རྒྱ་བཟའ་འཇམ་པོ་མཁྱེན་པའི་སེམས་བསྐྱེད་ཀྱི་དོན་རྣམས་ལ་ལས་སོ་ན་སེམས་བསྐྱེད་སྤངས་ནས་གཞན་དོན་ཕྱིར་ཡང་དག་རྫོགས་པའི་བྱང་ཆུབ་དེ་སུ་གཞན་གྱི་དོན་དག་ལ་སངས་རྒྱས་ཐོབ་པར་འདོད་ཀྱི་རེད་མ་མདོ་ཡང།